དེ་ནས་ལམ་གྱི་གནད་ཅིག་ཟིན་པ་དང་རིམ་པས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ཅིག་སྒུག་ཡོད་པ་རེད་འདི་འདྲ་ཡིན་དུས་ད་སྐྱེ་བ་ཕྱི་མ་བདེ་བ་ཅན་ལ་སྐྱེ་ཡག་དང་འོད་དཔག་མེད་ཀྱི་རྗེས་སུ་གཟུང་ཡག་ལ་ཡང་ཐབས་ལམ་འདི། གཏོར་མ་ཡང་དག་སྦྱར་བའི་གདམས་ངག་གིས་དག་པའི་ཞིང་དུ་བགྲོད་པར་བྱིན་གྱིས་རློབས་ཟེར་ནས་ཇི་ལྟར་གསུངས་པ་ནང་བཞིན་གྱི་གཏོར་སྔགས་ཀྱི་ཐོག་ནས།

རྒྱལ་བ་འོད་དཔག་མེད་ཀྱི་རྗེས་སུ་སེམས་འཁོར་བྱེད་ན། ད་ག་ནས་གཞན་གྱི་བདེ་བ་ཅན་གྱི་ཞིང་ལ་ཡང་སྐྱེར་བར་བྱེད་ན་བསམས་ནས་འཕེན་པ་ཡང་ནས་ཡང་དུ་བཏང་ཡག་དང། རྣམ་པར་སུན་བྱེད་པའི་སྟོབས་ཆེ་ནས་ཨེ་ན་རང་གི། ཚེ་ཐོག་མ་མེད་པ་ནས་བསགས་པའི་སྡིག་ལྟུང། ཚེ་འདི་ལ་ཡིན་ན་ཡང་སྡིག་པའི་ཚོགས་མང་པོ་ཅིག་བསགས་ཡོད་དུས་དེ་ཚོ་བཤགས་སྡོམ་བྱེད་ཡག་དེ། རྣམ་པར་སུན་བྱེད་པའི་སྟོབས་ཆེ་དེ་ཡིན་པ་རེད་ད་དེའི་སྒང་ལ་ཡང་སྨོན་ལམ་གྱི་སྟོབས་ཆེ་ནས་རང་གི་དགེ་བ་གང་བསགས་པ་དེ་ཐམས་ཅད། ཅེར།

ཚོགས་ཆེན་སྤྱན་དྲངས་ས་གའི་གནས། འདིའི་རྗེས་ལ་ཡང་མཆོད་པ་ཕུལ་ཡང་ཆོག་པ་དེ་ལྟ། ཡང་ན་རང་གི་མོས་པའི་ཐོག་ནས་བྱིན་གྱིས་བརླབས་པ་ཙམ་དུ་མ་ཟད་པའི་མཆོད་པའི་སྤྲིན་གྱི་གཟུངས་དང། མཆོག་གསུམ་དང། ཆོས་ཆོས་ཀྱི་དབྱིངས་རྣམ་པར་དག་པའི་བདེན་པའི་སྟོབས་བརྗོད་པ་ལ་བརྟེན་ནས་མཆོད་པ་དེ་དག་རྣམ་པར་དག་པར་བྱས་ཏེ་ཚོགས་ཆེན་བསྒོམ་ས་གནས་དེ་ཡང་དག་པར་བསྒྲུབ་པའི་ཐོག་ནས་དེ་འདྲ་ཅིག་བྱེད་ཀྱི་ཡོད་པ་རེད། ད་འདི་འདྲ་ཅིག་གནང་དགོས་ཡ་གཅིག་དེ་ག་རེ་བྱས་པ་ཡིན་ན་ཚོགས་ཆེན། སྤྱན་དྲངས་ནས་ཚོགས་ཀྱི་ཞིང། ཚོགས་ཞིང་གི་གཙོ་བོ་རྒྱལ་བ་འོད་དཔག་མེད་དང་དེ་ཚོ་ཡང་ནས་ཡང་དུ་བསྒོམ་ཡག་གང་ཡིན་ཟེར་ན་གོམས་པའི་སྟོབས་ཡིན་པ་རེད་ང་ཚོ་ད་ལྟའི་སྐབས་ནས་རྒྱལ་བ་འོད་དཔག་མེད་དེ་ཚོ་ཡིད་ལ་ཡང་ནས་ཡང་དུ་གོམས་དགོས་ཀྱི་ཡོད་པ་རེད་དེ་ཡིན་དུས་ཚོགས་ཞིང་སྤྱན་དྲངས་བའི་དགོས་པ་གཅིག་ཡང་འདི་ཆགས་ཀྱི་ཡོད་པ་རེད་དགོས་པ་གཉིས་པ་དེ། ད་དཀར་པོ་ས་པན་གྱི་སྟོབས་བྱས་ནས་བདེ་བ་ཅན་ལ་སྐྱེ་ཡ་ལ་ཡང་བསོད་ནམས་རྒྱ་ཆེན་པོ་ཅན་བསགས་དགོས་པ་ཡིན་དུས་བསོད་ནམས་རྒྱ་ཆེན་པོ་བསགས་ཡ་གི་ཡུལ་དུ། རྒྱལ་བ་འོད་དཔག་མེད་འཁོར་དང་བཅས་པ་སྤྱན་དྲངས་ནས་འདིའི་རྗེས་ལ་ཡང་མཆོད་པ་ཕུལ་ཡ་དེ་འདྲ་ཡིན་པ་རེད་མཆོད་པ་སོགས་ཕུལ་ཡ་ཡན་ལག་བདུན་ལ་སོགས་པའི་དོན་ལ་མཆོད་པ་འབུལ་ཡ་ཡིན་པ་རེད། དེ་ཡིན་དུས་དེ་ལ་བརྟེན་ནས་མཆོད་པ་འབུལ་ཡ་དང་དེ་ཚོ་ཡིན་པ་ཡིན་ན་ཡང་དཀར་པོ་ས་པན་གྱི་སྟོབས་བྱས་ནས་བདེ་བ་རླབས་ཆེན་པོ་བསགས་ཡ་དེའི་ནང་ལོ་རྒྱུས་གྲུབ་ཀྱི་ཡོད་པ་རེད་དེ་ཡིན་དུས་ད་དང་པོ་དེ། གནས་དང་མཆོད་པ་ལ་སོགས་པ་བྱིན་གྱིས་བརླབ་པར་བྱས་ནས་དེའི་རྗེས་ལ་ཡང་ཕུལ་བྱུང་མཛད་པའི་འགྲོ་ལ་མི་ཟད་པའི་དེ་བཞིན་ཟེར་ནས་ཤོག་བུ་ཉི་ཤུ་ཐམ་པའི་ད་ཆ་བས་ཡོད་པ་ནི་ཡིག་འབྲང་ཐ་མ་ཐ་མ་དེ་ལ་བསྡུ་བ་དེ་ཡི་ཚོགས་ཞིང་ལ་སོགས་པ་སྤྱན་དྲངས་པར་བྱས། དང་དེའི་རྗེས་ལ་ཡང། ཡང་དག་ཚོགས་ཞིང་ལ་སོགས་པ་སྤྱན་དྲངས། འོ་ཡང་དང་དེའི་རྗེས་ལ་ཡང། ཤོག་བུ་ཉི་ཤུ་རྩ་གསུམ་གྱི་དེའི་ནང་ལོགས་ལ་ཡང། མ་ཤཱནྟི་དེ་བ་ལ་དེ་ལྟར་སྣོད་བཅུད་ཐམས་ཅད་དག་པའི་ཞིང་ཁམས་བདེ་བ་ཅན་གྱི་བཀོད་པ་དངོས་སུ་གྱུར་པའི་དབུས་སུ། ཡོན་ཏན་དཔག་ཏུ་མེད་པ་དང་ལྡན་པའི་ས་ཡ་དེ་ཀའི་ཚོགས་ཤིང་སའི་སྟེགས་བུ་ཡོད་རེད་ང་ཚོ་ཚོགས་བསགས་བསགས་ཀྱི་ཞིང་མགོན་པོ་འོད་དཔག་མེད་ལ་སོགས་པའི་སའི་སྟེགས་བུ་ཡོད་རེད་དེ་ཀའི་དེང་གི་ཞུས་པ་ན་ཤིང་གི་མགོན་པོ་འོད་དཔག་མེད་ཡང་ན་ཡང་དུ་གོམས་འདྲིས་བསྟན་ཡང་དང་འདི་འདྲས་ཡིན་པ་ཡིན་དུས་གོམས་པའི་སྟོབས་ཆགས་ཀྱི་ཡོད་པ་རེད། འོན་ཡང་ད་དེའི་རྗེས་ལ་ཡང།

ཤུག་གུ་སུམ་ཅུ་སོ་གཉིས་ཀྱིས་དེའི་ནང་ལོགས་ལ་ཡང་རང་འབྱམས་རང་སྦྱངས། གསུང་རབ་ཀུན་ལ་བལྟ་འོས་མེད་སྐལ་བཟང་ཐར་པར་བགྲོད་པའི་འཇུག་ངོགས་ཆུ་གསལ་བས་བསྐྱོད་པའི་ཐབས་མཁས་བརྩེ་བ་ཡི་སེམས་ཚེགས་ཤེས་ཡོན་རྣམས་ལ་གུས་ཕྱག་འཚལ། ཨ་ནེ་འདི་ནས་མ། ཡན་ལག་བདུན་གྱི་ཐོག་ནས་ང་ཚོ། བསོད་ནམས་བསགས་དགོས་པ་ཡིན། བསོད་ནམས་བསགས་སྒྲིབ་པ་སྦྱང་དགོས་པ་ཡིན། སྡིག་པ་སྦྱང་དགོས་པ་ཡིན། ཡན་ལག་བདུན་གྱི་ཐོག་ནས་ད་དང་པོ་ཕྱག་འཚལ་བ་དང་ཆོས་བྱེད་བཤགས་པ་དང་ཞེས་སོགས་ཀྱི་བཟང་སྤྱོད་སྨོན་ལམ་རྣམས་ལ་གསུངས་པ་ནང་བཞིན་གྱིས་ཨ་ནེ་དང་པོ་དེ། རང་ཅག་གསུང་རབ་རྣམས་ལ་ལྟ་བ་མིའི་སར་འདི་ན་མ་བྱས་ཕྱག་འཚལ་བའི་ཡན་ལག་སྟེ་རྒྱལ་པོ་བཞི་པོ་ཆུ་སྲུང་གུ་དུ་བ་རང་གི་བླ་མ་དང་ད་ག་ན་གཤེན་གྱི་རྒྱལ་བ་འོད་དཔག་མེད་དང། ཨ་ནི་རྒྱལ་བ་འོད་དཔག་མེད་ཀྱི་སྲས་ཀྱི་ཐུ་བོ། འཕགས་མཆོག་སྤྱན་རས་གཟིགས་ཀྱི་གཙོས་པའི་སྐྱབས་ཡུལ་དེ་དག་ལ་ཡང་རིགས་གསུམ་མགོན་པོ་ལ་སོགས་པ་དེ་དག་ལ་ཡང་ཕྱག་འཚལ་ཡ་དེ་བྱས། དེ་ནས། བཅུ་དགུ་སུམ་ཅུ་སོ་བཞི་ན་ལ་ཡང་མཆོད་ཡོན་འཕེལ་བྱེད་དུ། མཆོད་ཡོན་བླ་བྲེ་དང་མཆོད་ཡོན་བཀོད་པའི་འོད་ཟེར་རབ་རྒྱས་ཤིང་མཆོད་ཡོན་སྣ་ཚོགས་ཀུན་ཏུ་ཀུན་བཀྲམ་ནས་བདག་ཉིད་ཆེན་པོ་རྒྱལ་སྲས་བཅས་ལ་མཆོད་ཡོན་བསགས་ཏེ་མཆོད་པ་ཕུལ་བའི་ཡན་ལག་དེ་ཡོན་གུ་དུ་བ། དེ་ནས་མ་ཡང་བྱས་བདག་མཆོད་པ་ཕུལ་བའི་ཡན་ལག་དེ་དེ་ནས་མ་རྒྱལ་པོ་ཞི་བ་བྱིན་གུ་དུ་དུ་བྱས་བདག་རྒྱལ་སྲིད་ན་བདུན་ལ་སོགས་པ་དང་བཅས་པ་མཆོད་པ་ཕུལ་ཡ་དེ་བྱས། བདག་དེའི་རྗེས་ལ་ཡང།

ཨ་ཤག་པའི་ཡན་ལག་གི་རྗེས་ལ་ཡ། ཕྱོགས་བཅུའི་རྒྱལ་བ་ཀུན་དང་སངས་རྒྱས་སེ་ཨེས་བྱས་ནས་ཤུག་གུ་བཞི་བཅུ་བཞི་ཀུན་དང་ལོག་ལ་ཡ། དེ་གི། ཤོ་ལོ་ཀ། གཅིག་གི་མགུ་དོ་བ་དེ་དག་ཀུན་གྱི་རྗེས་སུ་བདག་ཡེ་རང་ཟེར་དུ་རྗེས་སུ་ཡི་རང་གི་བྱས། དེ་ནས་གང་རྣམས་ཕྱོགས་བཅུའི་འཇིག་རྟེན་སྒྲོན་མ་དག་ས་དེ་ནས། འཁོར་ལོ། བླ་ན་མེད་པ་བསྐོར་བར་བསྐུལ་ས་ཡ་དེ་གི། ཕྱོགས་བསྐོར་བར་བསྐུལ་བར་བྱས། མྱ་ངན་བདག་མདུན་གང་ཞིག་འདི་དག་ལགས་ས་ཡ་དེ་ནས། བསྐལ་པའི་ཞིང་གི་རྡུལ་སྙེད་བཞུགས་པ་ཡང་བདག་གི།

དང་བསྔོ་བ་སྨོན་ལམ་འདི་བསྡུས་པ་དེ་ཕྱག་འཚལ་འོག་ཏུ་ཆོས་ཀྱི་བཤགས་པ་དང་ཞེས་སོགས་ཀྱིས་ཤོ་ལོ་ཀ་གཅིག་པོ་འདིའི་ཐོག་ནས་བྱས་ལོང་ཡོད་ན་ད། དུས་ཚོད་ཡོད་པ་དང་འདི་འདྲ་ཡིན་པ་ཡིན་ན། འདི་ལྟར་སྐྱེས་པའི་བསོད་ནམས་དང་བདག་གིས་བགྱིས་དང་མི་བགྱིས་གང་འདི་ནི་སེམས་ཅན་ཐམས་ཅད་ཀྱང། བླ་མེད་བྱང་ཆུབ་སེམས་བརྟན་ཤོ་ས་ཞེས་སོགས་ཀྱིས་འདི་ན་མ་བྱས་ནས་བཞུགས།

འདུལ་དུ་བྱས་གྱུར་པ་ཤོག་བུ་ལྔ་བཅུ་ང་དྲུག་ནང་འདི་ན་མ་གསུངས་སྟེ་དེ་ག་རེ་ཟེར་ན་ད་ཕན་པའི་སྟོབས་ཡོང་གི་ཡོད་པ་རེད་ང་རང་སུ། རྒྱལ་བ་འོད་དཔག་མེད་ཀྱི་རྗེས་སུ་གཟུང་ཡག་དང། བདེ་བ་ཅན་ལ་ཡག་སྐྱེས་པ་ལ་བདེ་བ་ཅན་ནས་སྐྱེས་ཡག་གི་ཕན་ཡོན་དང་མགོན་པོ་འོད་དཔག་མེད་ལ་ཡང་གསོ་བ་བཏབ་ཡག་གི་ཕན་ཡོན་དེ་བཤད་དགོས་ཀྱི་ཡོད་པ་རེད་དེ་ཡིན་དུས་ད་དེ་ནས་མ་ཕན་ཡོན་གསུང་གི་ཡོད་རེད་ཕན་ཡོན་གསུང་ཡག་དེ། གང་གི་ཕྲ་རབ་རྡུལ་སྙེད་འཇིག་རྟེན་ཁམས་ཟེར་ནས་སངས་རྒྱས་བཅོམ་ལྡན་བསྟན་གྱི། འོད་དཔག་མེད་ཀྱི་ཤིང་གི་རྡོའི་ནང་ལོགས་ལ་ཡང་འོད་དཔག་མེད་ལ་ཡང་སོ་བ་ཅིག་བཏབ་པ་དང་འོད་དཔག་མེད་ཀྱི་མཚན་ཅིག་བརྗོད་པ་དེ་ཚོ་ཕན་ཡོན་བསམ་གྱིས་མི་ཁྱབ་པ་གསུང་གི་ཡོད་པ་རེད། ཕན་ཡོན་ཆེ་གྲང་དེ་ག་འདི་གསུང་གི་ཡོད་རེད་ཟེར་བྱས་པ་ཡིན་ན་གང་གིས་བདུད་རབས་བདུད་ཉིད་འཇིག་རྟེན་ཁམས་བཤིག་ཅིང་བཏགས་ཏེ་བདུད་དུ་བྱས་གྱུར་པ་ད་ཞིབ་ཕྲ་ཞུ་མ་དགོས་པའི་ཐོག་ནས་མདོར་མདོར་བསྟོད་པ་ཡིན་ན། རྡུལ་ཕྲན་རབས་ཀྱི་གྲངས་དང་མཉམ་པའི་འཇིག་རྟེན་གྱི་ཁམས་དེ་ནང་ལོགས་ལ་ཡང་རིན་པོ་ཆེ་སྣ་བདུན་ལ་སོགས་པའི་བྱི་བོ་ཅིག་གིས་བཀང་ནས། ཨ་ནི་བག་སྦྱིན་པ་སྦྱིན་པའི་བསོད་ནམས་དེ་ལས། མི་གང་ཞིག་གིས་འགྲོ་བ་གང་ཞིག་གིས་མགོན་པོ་རུ་བ་གང་གིས་དཔག་ཏུ་མེད་པའི་འོད་མཚན་ཅན་རུ་བ་མགོན་པོ་འོད་དཔག་མེད་དེ་དང་མགོན་པོ་འོད་དཔག་བདེ་བ་ཅན་གྱི་ཡོན་ཏན་ཁྱད་པ་རྣམས་མགོན་པོ་འོད་དཔག་མེད་ཀྱི་ཞིང་ཁམས་བདེ་བ་ཅན་གྱི་ཡོན་ཏན་ཁྱད་དུ་འཕགས་པ་དེ་དག་ནི་ཐོས་པ་དང། ཐོས་ནས་ཡིད་ལ་དགའ་བའི་ཐོག་ནས་དད་པའི་ཐོག་ནས་ཐ་ན། མགོན་པོ་འོད་དཔག་མེད་ཀྱི་ཕྱོགས་ལ། མགོན་པོ་འོད་དཔག་མེད་ཀྱི་ཕྱོགས་དང། ནུབ་ཕྱོགས་བདེ་བ་ཅན་གྱི་ཞིང་གི་ཕྱོགས་ལ་ཡང་ཅིག་ཐལ་མོ་ཅིག་སྦྱར་ནས་འདི་འདྲ་ཅིག་བྱས་པ་ཡིན་ན་ཡང་འདིའི་བསོད་ནམས་དེ། རྡུལ་གྱི་གྲངས་དང་མཉམ་པའི་འཇིག་རྟེན་གྱི་ཁམས་རྣམས་ན་རིན་པོ་ཆེས་བཀང་ནས་སྦྱིན་པ་བྱས་པའི་བསོད་ནམས་དེ་ལས་མགོན་པོ་འོད་དཔག་མེད་ཀྱི་མཚན་ཐོས་དེ་ལ་ཡང་དད་པའི་ཐོག་ནས། པའི་ཐལ་མོ་སྦྱར། བདེ་བ་ཅན་གྱི་ཞིང་གི་ཡོན་ཏན་དེ་ཚོ་ཐོས་ནས་དེས་བདེ་བ་ཅན་གྱི་མཆོག་ལ་ཡང་ཐལ་མོ་སྦྱར་བ་དེ་དེ་ལ་བསོད་ནམས་ཆེ་བ་ཡིན་བྱས་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་འོད་དབང་མེད་ཀྱི་ཞིང་གི་རྡོའི་ནང་ལོགས་ལོགས་སུ་ཡོད་པ་ཅིག་ཆགས་ཏེ་ཡོད་རེད། ཕྱོགས་གཅིག་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས། པའི་སངས་རྒྱས་གཞན་དང་ཞིང་གི་ཞིང་ཁམས་ཀྱི་སྐོར་མང་པོ་གསུངས་ཡོད་རེད་དེ་ལས། པའི། རྒྱལ་བ་འོད་དཔག་མེད་ཀྱི་ཞིང་ཁམས་བདེ་བ་ཅན་གྱི་ཞིང་ཁམས། སྐོར། གསུངས་པ་ནང་བཞིན་གྱི་དང་ཞི་ར། མགོན་པོས་འོད་དཔག་མེད་དང་མི་འཁྲུགས་པའི་ཞིང་ཁམས་གཉིས་ལས་ལྷག་པ་ཅིག་ཞི་བཞིན་ཕྲ་བ་ཅིག་གསུངས་ཡོག་མ་རེད་འོད་དཔག་མེད་ཀྱི་ཞིང་ཁམས་ལ་སྐྱེ་དགོས་པའི་རྒྱུ་མཚན་ཕན་ཡོན་དེ་ལ་སྐྱེ་ཚུལ་པས་རྒྱས་ཤིང་རྒྱས་པ་ཞི་བ་ཅིག་གལ་ཆེན་པོ་བྱས་ནས་བཀའ་ཕེབས་པ་འདི་འདྲ་ཞིག་རེད། དེ་ཡིན་དུས་རྟགས་འདི་འདྲ་ཞིག་ཡིན་པ་རེད་རྟགས་འདི་ཡིན་དུས་འདིའི་ནང་ལོགས་ལ་ཡང་ཕན་ཡོན་གསུངས་པའི་ཐོག་ནས་རང་ཚོ་ཕན་པའི་སྟོབས་བྱས་ནས་རྟགས་འདི་འདྲ་བའི་ཕན་ཡོན་དང་ལྡན་པའི་བདེ་བ་ཅན་ལ་སྐྱེ་རོགས་ཅིག་བྱས་ན། ཕན་དེ་ལྟ་བུ་དང་ལྡན་གྱི་ཡོད་པ་ཡིན་ན་ད་གོང་བུ་འོད་དཔག་མེད་ལ་གསོལ་བ་བཏབ་དགོས་དང་དགོས་བྱས་ནས་ང་རང་ཚོའི་གི་བསམ་བློའི་ནང་ལོག་ལ་ཡང་སེམས་ཤུགས་ཟེར་ནས་འདྲ་ཕན་པ་ཟེར་ནས་འདྲ་དེ་ལྟ་བུ་ཞིག་དགོས་པ་ཡིན་དུས་དེའི་སྐབས་ལ་ཡང། ཕན་ཡོན་དེ་གསུངས་ད་ཕན་ཡོན་གསུངས་པའི་རྗེས་ལ་ཡང། ཤུག་གུ་ལྔ་བཅུ་ང་བདུན་ནང་ལོག་ལ་ཡང་མི་བྱེད་ཞིང་ནས་ནུབ་ཀྱི་ཕྱོགས་ཉིད་དུ་བྱི་བ་ཁྲག་ཁྲིག་བརྒྱ་སྟོང་སངས་རྒྱས་ཀྱི་ཞིང་ཁམས་རྣམས་ནི་འདས་པར་གྱུར་བ་ན་རྨད་བྱུང་བདེ་བ་ཅན་ཞེས་བྱ་བ་ཡོད་བྱས་ནས་ད་འདི་ན་མ། མགོན་པོའི་དབང་མེད་ཀྱི་ཞིང་ཁམས་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་འདི་མ། ངོ་སྤྲོད་མ་གསུངས་ནས་འདི་གསུང་གི་ཡོད་རེད་དེ་རིང་འདི་ངོ་སྤྲོད་གསུང་ཡང་དེ་ཡང་གཙོ་བོ་རྒྱ་བོད་སངས་རྒྱས་བཅོམ་ལྡན་འདས་འགའི་འོད་དབང་མེད་ཀྱི་ཞིང་གི་གཏོ་རེད་ད་ག་ན་ཞིང་གི་རྗེ་ཐམས་ཅད་མཁྱེན་པའི་ཞིང་མཆོག་སྒོ་འབྱེད་ལ་སོགས་པའི་རོལ་བ་དང་སངས་རྒྱས་སངས་རྒྱས་དང་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པའི་རྣམ་པས་གསུངས་པའི་འོད་དབང་མེད་ཀྱི་ཇི་ལྟར་གསུངས་པ་ཞིང་གི་བཀོད་པ་ལ་སོགས་པ། དེ་དག་ཁུངས་སུ་བྱས་ནས་གསུངས་ཚུལ་དེ་ཁུངས་སུ་བྱས་ནས་མ་བཀོད་གནང་གི་ཡོད་རེད་དེ་ནི་མ་བྱས་ནས་འོད་དཔག་མེད་ཀྱི་ཞིང་ཁམས་ཀྱི་སྐོར་དེ་མ་གསུངས་གི་འདུག་བ། དེའི་ཁྱད་ཆོས་དང། དེ་ལ་ཡང་དག་ཅིག་རྣམ་པ་ཟེར་ནས་འདྲ་ཡོན་ཏན་ཟེར་ན་འདྲ་ག་འདྲ་ག་འདྲ་ཡོད་པ་དེ་འདི་ནི་མ་བྱས་གསུངས་གི་འདུག། ཡབ། ད་འདི་ཡིན་དུས་བསམ་པ་ལ་ད་འདི་གིས། འདུ་བྱེད་པ་དེ་གཅིག་ནས་ག་རེ་ཟེར་ན་གོམས་པའི་སྟོབས་ཆགས་ཀྱི་ཡོད་རེད། ང་རང་ཚོ་ད་ལྟ་ནས་ད་འདི་ཚོ་མ་ཚིག་བཟང་པོ་གཞན་ནས་གསུང་དོན་བཟང་པོ་ཡིད་ལ་སྒོམ་ནས་འདི་འདྲས་ཅིག་བྱས་ཡིན་དུས་བསམ་པ་ལ་ཡ། ང་ཚོའི་བསམ་བློའི་ནང་ལོགས་ལ་ཡ་རྒྱ་བོ་འོད་དཔག་མེད་དང་འོད་དཔག་མེད་ཀྱི་ཞིང་ཁམས་བདེ་བ་ཅན་ཡང་ས་ཡ་དེ་ལ་ཡ་རྒྱུས་མངའ་ཅིག་ཆགས་ཡོང་གི་ཡོད་རེད་གོམས་འདྲིས་ཅིག་ཆགས་ཡོང་གི་ཡོད་རེད་འདི་གོམས་འདྲིས་ཆགས་པའི་ནུས་པ་ལ་བརྟེན་ནས་ཕན་ཡོན་ལ་བརྟེན་ནས་བསོད་ནམས་ལ་བརྟེན་ནས་བདེ་བ་ཅན་ལ་སྐྱེ་ཡག་གི་རྒྱུ་རླབས་ཆེན་ཅིག་ལ་འགྲོ་གི་ཡོད་རེད།

ག་རེད་ཟེར་ན་ད་ང་ཚོ་སྨོན་ལམ་གྱི་སྟོབས་བྱས་ནས་ད་བདེ་བོ་ཅན་ལ་སྐྱེ་ཡག་གི་སྨོན་ལམ་བཏབ་དགོས་ཀྱི་ཡོད་རེད་རྒྱལ་བ་འོད་དཔག་མེད་ཀྱི་རྗེས་སུ་སོང་ཡག་གི་སྨོན་ལམ་བཏབ་དགོས་ཀྱི་ཡོད་པ་ཡིན་དུས་ཨ་ནེ་འདི་ནས་མ་བྱས་སྨོན་ལམ་གྱི་སྟོབས་སྦྱང་ཡག་གི་བྱེད་དུ་གསུངས་ཀྱི་ཡོད་པ་རེད་དེ་ཡིན་དུས་ཨ་ནེ། ད་ལྟ་བདེ་སྨོན་དང་དེ་འདྲ་མང་པོ་རྣམས་ལ་གསུངས་པ་ནང་བཞིན་གྱི་མགོན་པོའི་འོད་དཔག་མེད་དང་དེ་དཔང་པོ་ལ་བཞག་ནས་རེད་བ་མགོན་པོའི་འོད་དཔག་མེད་དང། དང་ནས་གཞན་གྱི་སྲས་ཀྱི་ཐུ་བོ་འཕགས་མཆོག་སྤྱན་རས་གཟིགས་ལ་སོགས་པ་ང་རང་སོས་ཀྱི་སྨོན་ལམ་སྒྲུབ་པའི་དཔང་པོ་ལ་བཞག་ནས། སྨོན་ལམ་གཏད་དགོས་པ་ཡིན་དུས། སྨོན་ལམ་སྒྲུབ་པའི་དཔང་པོ་ལ་ཡང་མགོན་པོ་འོད་དཔག་མེད་དང་བཅས་པའི་སྒོམ་ཡག་དང་མགོན་པོ་འོད་དཔག་མེད་དང་བཅས་པ་ལ་ཡང་སྔོན་གྱི་ཐུགས་ཀྱི་སྨོན་ལམ་ཇི་ལྟར་མཛད་པ་དང། དེ་བཞིན་དུ། ད་དུས་རྟག་ཏུ་སྨོན་ལམ་སྒྲུབ་པའི་དཔང་པོ་ལ་ཡང་ཇི་ལྟར་མཛད་པ་ཚུལ་དེ་ཚོ་བསྟོད་པ་མཛད་ནས་བསྟོད་པ་ཞུས་ནས། སྨོན་ལམ་གྱི། སྤྲུལ་བའི་ཞིང་ལ་ཡང་འདུག་ཅེས་བསམ་བློ་བཏང་ཡང་ཆད། ད་དེའི་རྗེས་ལ་ཡང། ཤོག་གུ་དྲུག་ཅུ་རེ་གཉིས་པ་དེའི་ནང་ལོགས་ལ་ཡང་བདག་དང་ཞིང་གི་དུས་གསུམ་དང་བྲལ་བའི་ཚོགས་གཉིས་ཀྱི་རྒྱ་མཚོ་རྣམས་ཕྱོགས་གཅིག་ཏུ་བསྡོམས་པའི་ཐུགས་ལ་བརྟེན་ནས་བྱས་ནས་ཨ་ནི་འདི་ནི་མ་སྨོན་ལམ་སྟེར་བ་ཡང་ཡིན་པ་རེད་ད་གང་ལྟར། འདི་ནི་མ་བྱས་ནས་བདག་དང་ཞིང་གི་དུས་གསུམ་དང་བྲལ་བའི་ཚོགས་གཉིས་ཀྱི་རྒྱ་མཚོ་རྣམས། བདག་དང་གཞན་གྱི་འདས་པའི་སྐབས་ཡིན་ནའི་འདྲ་ད་ལྟ་བའི་སྐབས་ཡིན་ནའི་འདྲ་མ་འོངས་པའི་སྐབས་བསགས་པར་གྱུར་པའི་དགེ་བ་རྩ་བ་ག་འདྲའི་ཞིག་ཡོད་པ་ཡིན་ནའི་དེ་ཐམས་ཅད་ཕྱོགས་བཅུ་དུ་བསྡོམས་པའི་ནུས་མཐུ་ལ་བརྟེན་ནས་མགོན་པོ་འོད་དཔག་མེད་ཀྱིས་རྗེས་སུ་བསྲིངས་པ་དང། མགོན་པོ་འོད་དཔག་མེད་ཀྱི་ཞིང་བདེ་བ་ཅན་ནི་སྐྱེ་ཡག་གི་བསྔོ་བ་སྨོན་ལམ་བདེ་བ་དེ་ཡིན་པ་རེད། སྟེང་དུ་ཁྱེད་མགོ་ཡག་ལ་བདག་དང་གཞན་གྱི་དུས་གསུམ་དང་བྲལ་བ་སྲིད་དུ་བརྩམས་པ་ལ་ང་རང་ཚོའི་ནམ་རྒྱུན་གྱི་དགེ་རྩ་དགེ་བའི་རྩ་བ་ལ་སོགས་བསྔོ་བ་དང་སྨོན་ལམ་འདི་བདབ་པའི་སྐབས་ལ་ཡང་བདག་དང་གཞན་གྱི་པའི་ལུས་ངག་ཡིད་གསུམ་དེ་དུས་གསུམ་ཟེར་ནས་ནམ་མཁའི་སྲུང་འཁོར་ཡོང་བ་རེད། ལུས་དང་ངག། རང་གི་ལུས་ལ་སོགས་པའི་བྲན་དུ་འབུལ་བའི་སྐབས་ལ་ལོངས་སྤྱོད་ལ་སོགས་པའི་བྲན་དུ་འབུལ་བའི་སྐབས་ལ་ཡང་འདས་པའི་ལུས་ལོངས་སྤྱོད་ལ་སོགས་པ་བག་མཆོད་རྫས་ལ་མོས་གུས་ཡོང་བ་རེད། འདས་པའི་ལུས་ལོངས་སྤྱོད་ལ་སོགས་པ་ད་ལྟའི་སྐབས་ལ་ཡང་འགགས་ཟིན་པ་ཞིག་དང་འདས་ཟིན་པ་ཞིག་ཆགས་ཀྱི་ཡོད་རེད། བདག་དང་གཞན་གྱི། རུ་བ་འདས་པའི་བསོད་ནམས་ལ་སོགས་པ་དེ་དག་པས་བྱ་བ་འདི་འགགས་ཟིན་པ་ཡིན་ན་ཡང་རང་གི་སེམས་རྒྱུད་ཀྱི་སྟེང་དུ་དེ་དག་གི་བཟང་པོའི་ནུས་པ་དང་དགེ་བའི་ས་བོན་དུ་ཡོད་པ་ཡིན་དུས་འདི་ཆེད་རྩོད་དུ་སྨོས་ན་འགྲིག་གི་ཡོད་པ་རེད། འདི་འདྲས་ཅིག་བྱས་ནས་ཨ་ནི་འདི་ནི་མ་བྱས་སྨོན་ལམ་དེ་བས་རེ་དོགས་དེ་ཡིན་དུས་ད་དེ་ག་རེད་ཟེར་ན་སྨོན་ལམ་གྱི་སྟོབས་བྱས་ནས་དེ་ཡིན་དགོས་ཡོད་པ་རེད།

ད་དེ་ནི་མ་བདུན་ཅུ་བདུན་བདུན་གྱི་དེ་ན་ལོ་ལེ། ཡ། ཨ་ཡིག་བརྒྱ་ཕྲག་ཡང་ཞིག་དུ་བ། ཨོ་མི་ཛ་སོ་དོ་ས་མ་ཡ་མ་ནུ་པ་ལ་ཡ་སི་དོ་ད་གང་ལ་ཡང་སོ་སོའི་ངོས་ནས། རེ་བ། ཚིག་འདོན་པའི་སྐབས་ལ་ཡང་ཚིག་ཆད་པ་དང་མ་ཐག་པ་ཡིན་པ་དང། དོན་བསྒོམ་པའི་སྐབས་ལ་ཡིན་ན་ཡང་དོན་འཁྲུགས་པ་དང་འཁྲུལ་པ་དང། འོ་ཡ་ད་ཅིག་སོ་སོ་ཀྱི་འདོད་ཆགས་ཞེ་སྡང་གཏི་མུག་དབང་དུ་སོང་ནས།

ལྷ་མིའི་ཆོས། སྟོན་མཆོག་དམ་པ་ལྷ་མིའི་ཆོས་ཡོད་པ་སངས་རྒྱས་བྱང་སེར་དེང་འདིར་བདེ་ལེགས་ཤོག་སེམས་ཅན་གང་དག་འགྲོ་དང་མི་འགྲོ་བ་དེ་དག་ཐམས་ཅད་དེང་འདིར་བདེ་ལེགས་ཤོག་བ་སེམས་ནས་འདི་ན་མ་བཀྲ་ཤིས་ཀྱི་ཤིས་བརྗོད་ཟེར་ཡ་དེ་ཡིན་པ་རེད་ད་འདི་འདྲ་གི་ཐོག་ནས་ཆོ་ག་འདི་མ་འདུས་དུས་ཆེད་ངོ་སྤྲོད་ཞུ་ཡ་རེ་ཞིག་འདུག་ཟིན་དེ་འདུས་ད་འདི་ཆོ་གའི་ནང་ལོག་ལ་ཡ་ད་གི་ཞུས་བ་ནང་བཞིན་གི་བདེ་བ་ཅན་ལས་སྐྱེ་ཡག་གི་རྒྱུ་ཚོགས་གལ་ཆེན་པོ་གཙང་ཆེན་པོ། ཐམས་ཅད་འདི་ན་ལ་འདུས་བདེ་བ་ཆེ་དང་ཉམས་ལེན་བྱེད་ཚུལ་ཡོད་པ་ཞིག་དང།

ཨ་ནེ་པ་བདེ་བ་ཅན་ལ་སོགས་པ་སྐྱེ་ཡག་དང་འདི་འདྲ་ཞིག་སྐྱེ་གི་རེད་ཟེར་ཏེ་རྒྱལ་བའི་ཡེ་ཤེས་ཀྱི་པས་གསུངས་པ་དེ་དཔང་དུ་བྱས་ནས་ཡིན་ཡིན་ཐེ་ཚོམ་མེད་པ་ལ་མོས་པ་སྐྱེ་བ་གལ་ཆེའོ་ཟེར་ནས་གསུངས་པ་དང་ཤེས་བྱེད་ཡིན་པ་རེད། ཧོ་ཡིན་ད་འདི་འདྲ་གི་ཐོག་ནས་ངོ་སྤྲོད་ཞུ་བའི་ཆེད་ད་ལྟ་ལ་བསམ་བཞག་ཡིན་དུས་ཚོད་ཕྱི་རབས་མི་འདུག།